བོད་ཀྱི་ལོ་རྒྱུས་གསལ་བའི་གཏམ་སྲིད་པའི་མེ་ལོང། བོད་ཀྱི་བཙན་པོའི་ཕོ་བྲང་དང་འབྲེལ་བའི་ལོ་རྒྱུས་སྤྱི་བཤད། སྤྱིར་ཕོ་བྲང་ཞེས་པ་ནི། མཁས་དབང་དགེ་འདུན་ཆོས་འཕེལ་གྱིས། ཕོ་བྲང་བྱ་བ་ཡང། བཙན་པོ་བཞུགས་པའི་གྲང་ས་དང། དེ་བཞིན། བླ་བྲང་བྱ་བ། བླ་མ་བཞུགས་པའི་གྲང་སའམ། དབུ་བསྐུར་སོགས་ལ་བྱེད། ཅེས་གསུངས་པ་ལྟར། གཙོ་བོ། རྒྱལ་པོ་བཞུགས་པའི་མཁར་དང། གུར་སོགས་ལ། རྔ་མོ་ཕོ་བྲང་ཞེས་འབོད་པར་གྲགས་ཆེ། འོན་ཀྱང་ཕོ་བྲང་བྱ་བའི་ཐ་སྙད་ཐོགས་ཚད་ཐམས་ཅད་ནི། བཙན་པོའམ། རྒྱལ་པོ་བཞུགས་སའི་གྲང་ས་ཡིན་པའི་ངེས་པ་མེད་པ་ཡང་མཁྱེན་དགོས། དཔེར་ན། གནའ་རབས་རྟག་བརྟན་ཕུན་ཚོགས་གླིང་གི་ཕོ་བྲང་ཞེས་བྱ་བ་དང། བདེ་ཆེན་སྐལ་བཟང་ཕོ་བྲང། གྲགས་རྒྱལ་རྡོ་རྗེ་ཕོ་བྲང། ཐུབ་བསྟན་རྣམ་པར་རྒྱལ་བའི་ཕོ་བྲང། བཀའ་གདམས་ཕོ་བྲང་ཞེས་བྱ་བ་སོགས། རྒྱལ་པོའི་བཞུགས་གནས་མ་ཡིན་པའི་གཞན་དག་ལ་ཡང་ཕོ་བྲང་བྱ་བའི་ཐ་སྙད་འདི་སྦྱོར་སྲོལ་སྔ་མོ་ནས་ཡོད་པ་ལྟ་བུ་ཡིན། རྒྱུ་མཚན་དེ་ལ་བརྟེན་ནས་ཕོ་བྲང་བྱ་བའི་ཐ་སྙད་འདི་ནི། མཚམས་རེར། ཡུལ་གོང་མའི་བཞུགས་གནས་ལ་ཆེ་བསྟོད་ཀྱི་ཚུལ་དུ་སྦྱར་བའི་སྲོལ་ཞིག་ཀྱང་འདུག་པས། གཙོ་བོ་དང། ཁྱབ་ཆེ་བའི་དབང་དུ་བྱས་ན། རྒྱལ་ཁབ་དང། ཡུལ་ལུང་དེའི་ཆོས་སྲིད་ཀྱི་དབང་ཚད་མཐོ་ཤོས་ཡོད་སའི་མི་སྣ་བཞུགས་སའི་ཁང་པ་དང། ཆབ་སྲིད་དང། འཛིན་སྐྱོང་གི་ལྟེ་གནས་ལ་ཕོ་བྲང་ཞེས་པའི་བརྡ་སྦྱོར་བ་ནི། སྔ་ནས་ད་བར་ཡོངས་གྲགས་ལྟ་བུ་ཞིག་ཏུ་གྱུར་ཡོད་པ་རེད། བོད་ཀྱི་ལོ་རྒྱུས་ལ་མཚོན་ན་ནི། བོད་ཁམས་སྤྱི་ལ་དབང་བསྒྱུར་བའི་རྒྱལ་པོ་གཉའ་ཁྲི་བཙན་པོ་ནས་བཟུང་སྟེ། གླང་དར་མ་འུ་དུམ་བཙན་པོའི་བར། རྒྱལ་རབས་ཞེ་གསུམ་འབྱོན་པ་སོ་སོའི་སྐུ་དུས་ཀྱི་ཆབ་སྲིད་དང། ལོ་རྒྱུས་ཀྱི་གནས་བབ་མ་འདྲ་བའི་དབང་གིས། བཙན་པོ་སོ་སོའི་ཕོ་བྲང་བཞེངས་སའི་ས་གནས་དང། ཕོ་བྲང་གི་རྒྱ་ཁྱོན། ཕོ་བྲང་བཞེངས་རྗེས་ཀྱི་རྒྱུ་ཆ། ཕོ་བྲང་གི་བཟོ་བཀོད། ཕོ་བྲང་གི་ཕྱི་ནང་ལ་མཛེས་ཉམས་འདོན་ལུགས་བཅས་གང་ཐད་ནས་མ་འདྲ་བ་སྣ་ཚོགས་བྱུང་ཡོད་པ་ནི། སྔ་མོའི་ཡིག་ཚགས་དང། མཁར་ཤུལ་རྙིང་པ་དག་ལས་གསལ་པོར་རྟོགས་ཐུབ་པ་ཞིག་ཡིན། རྔ་མོའི་ཕོ་བྲང་སོགས་ཀྱི་གནས་སྟངས་མ་འདྲ་བ་དེ་དག་གི་ཐོག་ནས། བཙན་པོ་སོ་སོའི་སྐུ་དུས་ཀྱི་ཆོས་སྲིད་ཀྱི་གནས་སྟངས་མང་པོ་ཞིག་ལ་རང་བཞིན་གྱིས་ཚོད་དཔག་བྱེད་ཐུབ་པ་ཞིག་ཡོད། བོད་ཀྱི་བཙན་པོའི་ཕོ་བྲང་ཡོངས་གྲགས་ཅན་དང་པོ་ནི། ཕོ་བྲང་ཡུམ་བུ་བླ་ཁང་ཞེས་བྱ་བ་ཡིན་པ་དང། ཕོ་བྲང་ཡུམ་བུ་བླ་ཁང་ནི། བོད་ཡུལ་གྱི་མཁར་ཐོག་མ་ཡིན་ཞེས་པའི་ཤོད་སྲོལ་ཡོངས་གྲགས་སུ་ཡོད་པ་ལྟར་ཡིན། དེ་བཞིན། བོད་ཀྱི་བཙན་པོ། ས་ཡི་ལེགས་དྲུག་གི་སྐུ་དུས་སུ། ཕོ་བྲང་སྟག་རྩེ་དང། རྒོད་རྩེ། གཡང་རྩེ། རྩེ་མོ་ཁྱུང་རྒྱལ། ཁྲི་རྩིག་འབུམ་གདུགས་བཅས། ཆིང་བ་རྩེ་དྲུག་ཞེས་བྱ་བ། བཙན་པོའི་ཕོ་བྲང་རྒྱ་ཆེ་ཆུང་སྣ་ཚོགས་བཞེངས་ཡོད། སྟོད་ཀྱི་སྟེང་གཉིས་ཀྱི་ཡ་གྱལ། བོད་ཀྱི་རྒྱལ་པོ་འབྲི་གུང་བཙན་པོའི་སྐུ་དུས་སུ། ཕོ་བྲང་ཁ་ཁྲ་དང། ཕོ་བྲང་བྱར། ཕོ་བྲང་ཉང་རོ་སྟག་རྩེ་བཅས་ཕོ་བྲང་གསུམ་དང། སྤུ་ཏི་གུང་རྒྱལ་གྱི་སྐུ་དུས་སུ། མཁར་འཆིང་བ་སྟག་རྩེ་དང། ཕོ་བྲང་ཤམ་པོ་མཁར། ཕོ་བྲང་ཁྲི་རྩིག་འབུམ་གདུགས་བཅས་བཞེངས་ཡོད། སྟག་རི་གཉན་གཟིགས་དང། གནམ་རི་སྲོང་བཙན་གྱི་སྐུ་དུས་སུ། ཕོ་བྲང་ཉེ་མཁར་རྙིང་པ་དང། སྤུར་བའི་ཡུལ་ན། ཕོ་བྲང་བྱམས་པ་མི་འགྱུར་གླིང་སོགས་ཕོ་བྲང་སྣ་ཚོགས་བཞེངས་འདུག། ཆོས་རྒྱལ་སྲོང་བཙན་སྒམ་པོའི་སྐུ་དུས་སུ་ཡང། ཕོ་བྲང་ཁྲི་རྩེ་དམར་པོ་དང། སྐུ་མཁར་སེར་མོ་གང། ཕོ་བྲང་མ་རུ་སྐུ་མཁར་སོགས་དང། བཙན་པོ་མང་སྲོང་མང་བཙན་གྱི་སྐུ་དུས་སུ། ཕོ་བྲང་མེར་གེ་དང། ཕོ་བྲང་ཤངས་ཀྱི་རགས་པ་ཚད་ཆེས་བཞེངས་ཡོད་པ་རེད། རྒྱལ་པོ་ཁྲི་ལྡེ་གཙུག་བཙན་གྱི་སྐུ་དུས་སུ་ཕོ་བྲང་འཕང་ཐང་དང། ཕོ་བྲང་བྲག་དམར་དྲིན་བཟང། ཕོ་བྲང་འོམ་བུའི་ཚད་ཆེས་དང། བཙན་པོ་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་སུ་ཕོ་བྲང་ཟུར་ཕུག་དང། ཕོ་བྲང་གདན་དཀར་མ། ཕོ་བྲང་མཆིམས་ཕུ་བ་སོགས་ཕོ་བྲང་འགའ་ཤས་བཞེངས་ཡོད། རྒྱལ་པོ་ཁྲི་ལྡེ་སྲོང་བཙན་སྲས་སྣ་ལེགས་འཇིང་ཡུན་གྱི་སྐུ་དུས་སུ། སྐར་ཆུང་རྡོ་རྗེ་དབྱིངས་དང། ཁྲི་གཙུག་ལྡེ་བཙན་རལ་པ་ཅན་གྱི་སྐུ་དུས་སུ། ཕོ་བྲང་བན་ཞང་རྡོ་དཔལ་མེས་བཀྲ་ཤིས་དགེ་འཕེལ་གྱི་གཙུག་ལག་ཁང་བཞེངས་པ་སོགས། བོད་ཀྱི་རྒྱལ་པོ་ཐོག་མ་གཉའ་ཁྲི་བཙན་པོ་ནས་བཟུང་སྟེ། མངའ་བདག་ཁྲི་རལ་པ་ཅན་གྱི་བར། བཙན་པོའི་སྐུ་མཁར་རམ། ཕོ་བྲང་ཤིན་ཏུ་མང་པོ་བཞེངས་ཡོད་པ་ནི་སྔོན་གྱི་ལོ་རྒྱུས་རྙིང་པ་རྣམས་ལས་ཤེས་རྟོགས་ཐུབ་པ་ཞིག་ཡིན། དུས་རབས་བཅུ་གསུམ་པའི་ནང་བོད་སིལ་བུའི་གནས་སྟངས་མཇུག་སྒྲིལ་ཏེ། ཆིག་སྒྲིལ་གྱི་སྲིད་གཞུང་བསྐྱར་དུ་བཙུགས་པའི་རྗེས་སུ་ཡང། ས་སྐྱ་པའི་སྐབས་དང། ཕག་མོ་གྲུ་པའི་སྐབས། སྡེ་པ་རིན་སྤུངས་པའི་སྐབས། གཙང་པ་རྒྱལ་པོའི་སྐབས། དགའ་ལྡན་ཕོ་བྲང་པའི་སྐབས་བཅས་དབང་བསྒྱུར་བྱེད་མཁན་གྱི་སྡེ་ཚན་སོ་སོ་ལ་ཆབ་སྲིད་ཀྱི་ལྟེ་གནས་སམ། དབང་འཛིན་པའི་བཞུགས་གནས་ཀྱི་ཕོ་བྲང་རེ་ཡོད་པ་ཡིན། འོན་ཀྱང། ཕྱིས་སུ་རིམ་གྱིས་བོད་ཀྱི་བཙན་པོའི་ཆབ་སྲིད་ཀྱི་གནས་བབ་ཉམས་རྒུད་དུ་ཕྱིན་པའི་དབང་གིས། བོད་ཀྱི་བཙན་པོའི་གཅིག་བསྡུས་དབང་འཛིན་གྱི་སྟོབས་ཤུགས་ཉམས་པ་དང། དེ་ལ་བརྟེན་ནས་སྔ་མོ་བོད་ཀྱི་བཙན་པོའི་ཆབ་སྲིད་ལྟེ་གནས་ཡིན་པའི་ཕོ་བྲང་མང་པོ་ཞིག་ལས་ལ་ལ་ནི་མཁར་ཤུལ་ཙམ་དང། ལ་ལ་ནི་མཁར་ཆུ་ཙམ་ཡང་མེད་པར་རྩ་བརླག་ཏུ་ཕྱིན་པ། ལ་ལ་ནི། དགོན་སྡེ་དང། ལྷ་ཁང་གི་ངོ་བོར་བསྒྱུར་བ་སོགས་ཀྱི་འགྱུར་ལྡོག་སྣ་ཚོགས་བྱུང་སྟེ། དེང་གི་ཆར། ཕོ་བྲང་མང་པོ་ཞིག་མཁར་ཤུལ་ཙམ་ངོས་འཛིན་རྒྱུ་ཡང་ཤིན་ཏུ་དཀའ་བའི་གནས་སུ་གྱུར་ཡོད་པ་རེད། འོ་ན། སྔ་མོའི་བཙན་པོའི་ཕོ་བྲང་དེ་དག་ཇི་ལྟར་ཉམས་མེད་དང་ཤུལ་མེད་དུ་གྱུར་བ་རེད་དམ་ཞེ་ན། ཕོ་བྲང་སོ་སོའི་ཆགས་འཇིག་ལ་རྒྱུ་རྐྱེན་མ་འདྲ་བ་སྣ་ཚོགས་ཡོད་པར་བརྟེན། ཚིག་གཅིག་གིས་ཁ་ཚོན་ཆོད་པོས་བཤད་དཀའ་ཡང། ས་ཡོམ་ལྟ་བུའི་རང་བྱུང་གི་འབྱུང་བའི་གནོད་པའི་འོག་ནས་ཐུར་ཞིག་ཏུ་ཕྱིན་པ་དང། འབངས་གྱེན་ལོག་དང། གཡུལ་འཁྲུག་སྔ་ཕྱིའི་གནས་སྟངས་འོག་ཏུ་གཏོར་བཅོམ་ཐེབས་པ། ཕ་རོལ་བོའི་བཙན་འཛུལ་སོགས་ཕྱི་ནང་གི་རྒྱུ་རྐྱེན་སྣ་ཚོགས་འོག་ནས་ཐུར་ཞིག་དང་ཉམས་རྒུད་དུ་ཕྱིན་ཡོད་པ་ནི་གསལ་པོ་ཡིན། བཙན་པོའི་ཕོ་བྲང་མང་པོ་ཞིག་གི་རྔ་མོའི་བཟོ་བཀོད་དང། རྒྱ་ཁྱོན་ཙམ་ཡང་གང་འདྲ་ཡིན་མིན་ནི་དེང་སང་ཤེས་མི་ཐུབ་པ་མ་ཟད། བྱུང་རིམ་གྱི་ལོ་རྒྱུས་ཞིབ་ཚགས་དང་ཚད་ལྡན་ཞིག་མེད་པས། ད་ལྟའི་མི་རབས་ཀྱི་མིག་སྔར་ཕོ་བྲང་མང་པོ་ཞིག་གི་མིང་ཙམ་མ་གཏོགས་ལྷག་མེད་པ་ནི། སྐབས་སོ་སོའི་ལོ་རྒྱུས་ཀྱི་གནས་ཚུལ་ཉར་ཚགས་བྱེད་མ་ཐུབ་པའི་དབང་གིས་ཡིན་པ་སྨོས་མ་དགོས། བཙན་པོ་སོ་སོའི་སྐུ་དུས་སུ་འགྱུར་ལྡོག་བྱུང་བའི་གནས་ཚུལ་མང་པོ་ཞིག་ནི། སྐབས་དེ་དང་དེའི་ལོ་རྒྱུས་ཀྱི་གནས་བབ་འོག་ཏུ་འཚོ་གནས་བྱས་པའི་མི་རྣམས་ཀྱིས་གསལ་པོ་མཐོང་གི་ཡོད་སྟབས། གནས་ཚུལ་དངོས་སུ་མཐོང་བའི་མི་ཁོང་ཚོར་མཚོན་ན། སྐབས་དེ་དང་དེའི་དངོས་བྱུང་གི་གནས་ཚུལ་ཡིག་འཇོག་དང་ཉར་ཚགས་བྱ་བ་ནི་རིན་ཐང་ཆེན་པོ་ཡོད་པ་ཞིག་ཏུ་མཐོང་གི་མེད་སྲིད་པ་རེད། ལོ་རྒྱུས་ཉར་ཚགས་བྱས་པའི་རིན་ཐང་ནི་དུས་ཡུན་གང་འཚམ་ཕྱིན་པའི་རྗེས་སུ་ཡོང་རྒྱུ་ཡིན་པ། ད་ལྟའི་ཡིག་ཚགས་དཀོན་རིགས་ཁག་ལ་ཅི་ཙམ་རིན་ཐང་ཆེན་པོ་བྱེད་ཀྱི་ཡོད་པ་དེ་གསལ་པོ་རྟོགས་ཐུབ། རྒྱུ་མཚན་དེ་ལ་བརྟེན་ནས། སོ་སོའི་མི་ཚེ་ཙམ་མ་གཏོགས་མ་འོངས་པའི་མི་རབས་ལ་བསམ་བློ་མི་གཏོང་མཁན་ཞིག་ཡིན་ན། དངོས་བྱུང་གི་གནས་ཚུལ་ཡི་གེར་བྲིས་ཏེ་ཉར་ཚགས་བྱ་རྒྱུའི་བསམ་བློ་འཁོར་མི་སྲིད་པ་ལྟ་བུ་ཡིན། ང་ཚོའི་ཡབ་མེས་གོང་མ་རྣམས་ཀྱི་ཁྲོད་དུ། སྐབས་སོ་སོའི་གཞུང་སྒེར་གྱི་འགྱུར་ལྡོག་དང། ཆོས་སྲིད་ཀྱི་གནས་བབ། ཞིབ་ཚགས་ཡི་གེར་བྲིས་པ་ཤིན་ཏུ་དཀོན་ཞིང། ལྷག་པར་དུ། བོད་ཀྱི་བཙན་པོ་རིམ་བྱོན་གྱི་སྲིད་གཞུང་གི་ལྟེ་གནས་ཏེ་ཕོ་བྲང་གི་སྐོར་ཞིབ་ཚགས་བྲིས་པ་དེ་བས་ཀྱང་སྲིད་མཐའ་ཙམ་དུ་གྱུར་འདུག་པ་ནི། བོད་ཀྱི་སྲིད་དོན་ལོ་རྒྱུས་ཀྱི་ཐད་ནས་བཤད་ན་ཤིན་ཏུ་སྟོང་ཆ་ཆེན་པོ་ཞིག་ཏུ་གྱུར་ཡོད་པ་རེད། འོ་ན། ང་ཚོས་ཅིའི་ཕྱིར་བོད་ཀྱི་ལོ་རྒྱུས་སྤྱི་དང། ལྷག་པར་དུ། ལོ་རྒྱུས་ཀྱི་གནད་དོན་བྱེ་བྲག་པ་སྟེ། སྔ་མོའི་བོད་ཀྱི་བཙན་པོ་སོ་སོའི་སྐུ་དུས་ཀྱི་ཕོ་བྲང་གི་སྐོར་ལ་སློབ་སྦྱོང་བྱ་དགོས་པ་རེད་དམ་ཞེ་ན། འདས་པའི་ལོ་རྒྱུས་ལ་སློབ་སྦྱོང་བྱ་བ་ནི། ལོ་རྒྱུས་ལ་བཅོས་སྒྲིག་བྱ་བའི་དོན་དུ་མ་ཡིན་པར། བྱུང་ཟིན་པའི་ལོ་རྒྱུས་ལས་བསླབ་བྱ་དང་ཉམས་མྱོང་བླངས་ཏེ། མ་འོངས་པའི་ཁ་ཕྱོགས་མ་ནོར་བ་གཏན་འབེབས་བྱ་བའི་དོན་དུ་ཡིན་པ་ནི་ཐོག་མར་མཁྱེན་དགོས་པའི་གནད་དོན་གལ་ཆེན་ཞིག་ཡིན། མ་འོངས་པའི་ཁ་ཕྱོགས་འཚོལ་བ་ལ་འདས་པའི་ཉམས་མྱོང་དང། ད་ལྟའི་དངོས་ཡོད་གནས་སྟངས་གཉིས་གཞི་ལ་འཇོག་དགོས་པ་སྨོས་མེད་ཡིན་པས། འདས་པའི་ལོ་རྒྱུས་མི་ཤེས་མཁན་ཞིག་གིས་མ་འོངས་པའི་ཁ་ཕྱོགས་ཡང་དག་པ་ཞིག་འཚོལ་ཤེས་མི་ཐུབ་པ་དོན་དངོས་ཡིན་པས། ལོ་རྒྱུས་ཤེས་དགོས་པ་ནི་ཆོས་སྲིད་ཀྱི་ལས་དོན་གང་ལ་མཚོན་ནའང་ཤིན་ཏུ་གལ་གནད་ཆེན་པོར་གྱུར་ཡོད། ལྷག་པར་དུ་སྔ་མོའི་བོད་ཀྱི་བཙན་པོ་སོ་སོའི་སྐུ་དུས་ཀྱི་ཕོ་བྲང་ཁག་གི་ལོ་རྒྱུས་ལ་ཤེས་རྟོགས་དང་རྒྱུས་མངའ་བྱུང་ན། བཙན་པོ་སོ་སོའི་སྐུ་དུས་ཀྱི་ཆབ་སྲིད་དང། མངའ་ཐང། དཔལ་འབྱོར། གསོ་རིག་ལག་རྩལ་སོགས་ཀྱི་གནས་ཚུལ་མང་པོ་ཞིག་ལ་ཤེས་རྟོགས་དང་རྒྱུས་མངའ་བྱུང་བའི་རྒྱུ་རྐྱེན་དུ་གྱུར་བ་སྨོས་མ་དགོས་པ་ཡིན། སྔོན་གྱི་སྐུ་མཁར་རམ། ཕོ་བྲང་ཞིང་ཡུལ་གྱི་ས་གནས་ཁག་ནི། བོད་ཀྱི་ཡར་ཀླུང་གཙང་པོའི་ལྷོ་ཁ་ནས་རིམ་བཞིན་བྱང་རྒྱུད་དུ་འཕོས་ཏེ། བོད་ཀྱི་བཙན་པོའི་ཆབ་སྲིད་ཀྱི་ལྟེ་གནས་ཁག་རིམ་པས་སྐྱིད་ཆུའི་བཞུར་རྒྱུན་དུ་འཕེལ་རྒྱས་བྱུང་བའི་གནས་ལུགས་རྟོགས་ན། བོད་ཀྱི་ཆོས་སྲིད་མངའ་ཐང་འཕེལ་རིམ་གྱི་ལོ་རྒྱུས་མང་པོ་ཞིག་རང་བཞིན་གྱིས་རྟོགས་ཐུབ་པའི་དགེ་མཚན་ཆེན་པོ་ལྡན་པ་ཡིན། རྒྱུ་མཚན་དེ་དག་ལ་བརྟེན་ནས། གཤམ་དུ་བོད་ཀྱི་ལོ་རྒྱུས་ཐོག་བྱུང་བའི་ཕོ་བྲང་གྲགས་ཆེ་བ་འགའ་ཤས་ཀྱི་ལོ་རྒྱུས་རགས་རིམ་ཙམ་ངོ་སྤྲོད་ཞུ་བའི་འབད་བརྩོན་བྱས་ཡོད།